གཟུགས་མ་ལྷན་གྱིས་ཁམས་བཟང་ང་ཡི་འགྱེད་ན་མཚོ་བྱང་རྐང་ཚའི་བཞད་དཀར་ཁྲ་སྟོན་པ་གསེར་ཆེན་རྣམ་འབྲོག་གྱི་ཁུ་ལོ་ཡིན།
རྣམ་པ་ལྷན་གྱིས་རྐང་ཁམས་བཟང་ང་ཡི་འགྱེད་ན་མཚོ་བྱང་རྐང་ཚའི་ནགས་གཞོན་ཁྲ་སྟོན་པ་མཁའ་མོ་སྒྲོལ་མ་ཡིན། རེད།
ཐོག་མར་ཁྱེད་ཀྱི་ཧྥུ་ལ་བཞད་དཀར་ཟེར་ནོ་འདི། སུ་དང་སུ་ཡིན་ན་འཁྲབ་དང་ཆོག་ན་ཟིག་ར་འཁྲབ་ན་བ་ན་ཟིག་ར་རེད། རྒྱ་གར་ཡིན་ན་སུ་དང་སུ་ཡིན་ན་ར་བྱ་ན་ཆོག་ཆོག་ཟིག་རེད་རེད་དྲ་ར་ཡང། ཅི་ཟེར་གོ་ད་དེ་བཏང་ནས་འགྱིན་ན་ཡིན་ན་ཆོག་ཆོག་ཡིན་ནོ་གི་དེ་བཏང་ནས་འགྱིན་ན་རང་གའི་འདྲ་ཟིག་ན་ཟེར་གོ་ན་རེད་དེ་དགའ་བ་ཟིག་གོ་གི་དེ་མི་ཙི་ཀའི་འགྱིན་ན་དེ་ལྷན་སྐྱེས་ཟིག་གོ་གི་དེ་མི་ཙི་ཀའི་ན་ད་དེ་ཅིག་ཧུར་བརྩོན་ཟིག་ར་ཅིག་གང་གི་ཐ་ནས་འགྱིན་ན་དེ་ཅིག་དོང་བ་ཟིག་མེད་ན། དུ་ཅིག་གཡོག་པ་ཟིག་རང་གི་སེམས་སྟངས་ཀྱིས་ཁྲབ་མི་ཐུབ་ན་འདྲ་དུ་མོ་ཟིག་རེད་དེ་ཡིན་ནོ་ད་བཀའི་འགྱུར་ན་རང་བཀའི་ཡིན་ན་ར་ཡང་དེའི་ཕྱོགས་ནས་གཙང་མ་བླ་མ་ཞི་དགོས་དྲི་ཟིག་དགོས་ན་རེད་དེ་ན་དེའི་ཕྱོགས་ཀྱི་སྐབས་འདིའི་འདྲ་བོ་མང་ཟིག་ཁྲབ་ད་ད་བཞང་དགོས་དྲི་གི་རྣམ་པ་ཡིན་ན་འདྲ་དུ་ནས་འགྱུར་ན་རང་གི་དེའི་སྐབས་ཀྱི་འཁོར་ཡིག་ཡིན་ན་འདྲ་དེའི་ཕྱོགས་ནས་གང་གི་སྟངས་ནས་ཡིན་ན་ཟིག་གིས་ཟིག་སྐབས་འདིའི་འདྲ་འདྲོ་མང་ཟིག་ལྷག་ད་རེད་ད་ར་རང་གི་དུར་སྐབས་མ་འཛིན་མ་ད་ལས་རང་གི་དགའ་ནོ་གི། ད་རྒྱུ་རྩལ་ག་སྐྱོང་འཁྲབ་སྟོན་དེ་བྱེད་གི་ཁི་རེད་ད་ལི་དེ་ད་གཟོད་ད་ཙི་གི་ཙི་གི་ཅི་གི་ཧྲ་ད་དེ་ད་ནས་འགྱིན་ན་ད་རང་གིས་འགྱིན་ན་ར་ད་ག་ཀྱང་ཀྱང་ཟི་གི་མི་ཆོག་གི་མོ་གཞན་པ་གི་ད་འཁྲབ་སྟོན་པ་རྒན་པ་དིར་ག་སློབ་སྦྱོང་མང་ཨེ་དགོས་གི་དིར་ག་སིར་ལྟ་མང་ཨེ་དགོས་གི་དེའི་ཁྲོད་ནས་ད་གཟོད་ད་རང་གི་བརྒྱུད་ངས་རང་གི་ཧི་གི་ཁྲ་ཡི་དེའི་ཁྲོད་ནས་འཁྲབ་གཞོང་དེ་ན་ར་དེ་སུ་གི་རང་གི་བསྒྲིག་གི་འདུག་ན་ད་ད་གཟོད་ད་ཙི་གི་ཙི་གི་ཅིག་རང་གི། ཚིག་ག་ཟིག་འདྲ་ཟིག་ཡོང་གི་དེ་མ་གཏོགས་དངུལ་ཟིག་གི་བར་གི་རང་གི་འཁྲབ་གཞུང་འཕྲལ་ཡིན་འགྱོད་ཀྱི་བར་གི་རང་སྐྱ་ཐེབས་པ་ཟིག་གིས་ནི་ཙི་དཀའ་མོ་ཟིག་རེད་རང་གིས་བསམ་ན་ད་མ་ག་གཙོ་བོ་གཅིག་སྒྱུ་རྩལ་པ་ཉང་སྐྱག་དེ་ནས་ཡིན་གྱི་ན་ད་བོད་ཀྱི་ནང་ན་ཆོག་གི་རྒྱ་གར་ནང་ན་ཆོག་གི་གང་ཡིན་ན་གང་ལྟར་ད་ཏི་ཆོག་གི་ཏིར་ཀ་ཏི་ད་ལི་འཁྲབ་གཞུང་ཏིར་ཀ་ཞིབ་ཚགས་ཟིག་རང་གི་ཧ་ར་རང་གི་ཚོད་ཀྱི་ཏི་ད་ལི་དེའི་ནང་ང་འཛུལ་ཡི་ད་ལི་ད་གཟོད་ད་ཏི་ཆོག་སློབ་སྦྱོང་ཡིན་ན་ད་གཟོད་ད་རང་གི་ཏི་ན་ཅི་གི་ཟིག་ཨེ་བསྟོད་ཟིག་འཁྱོངས་གི།

ཆུང་རིགས་ན་འདི་ཅིག་རྩེ་གཅིག་ལ་སྒོ་གཅིག་འདྲ་བོ་འདི་ཞལ་དེག་ན་ཡི་གེ་གཅིག་མཐའི་ཀ་དེའི་སྟེང་ནས་རྩེ་དེག་ཡོང་ན་ཚིག་ཟིག་དབྱིབས་ཀྱི་རེ་ཏྲ་ར་རྩ་གཅིག་ལོ་ར་ཡ་ར་ཐོ་ནས་གང་ར་གང་མཚུངས་ཀྱི་ཡ་ར་ཚིག་ཟིག་ཐོན་ན་དེག་ཕྱིར་གྱི་མདངས་ཀྱང་རྫོགས་གི། འདི་རྩེ་ནོར་རྐྱང་རྐྱང་ཟིག་མ་ཡིན་པ། དེ་ནས་འཁྲབ་གཞུང་གི་ནང་དོན་ན་ར་ཧ་ར་སོགས་ན་ད་རུང་མདངས་རྒྱག་རྒྱུ་ཡོད་ནི་དེ་མོ་ཟིག་ན་ད་གཟོད་ཡག་གི་མ་རྟོགས་ད་ར་ང་ཚིག་རྩེ་ཡང་དང་ཅིག་རྒོལ་ཡང་དང་ན་དེ་བྱ་གཞི་གི་འཁྲབ་སྟོན་གི་ལམ་ཡོད་ཚོང་ནོ་མ་རྟོགས་ཡང་རྗེས་མ་བ་ར་དེ་ཕྱི་ར་ཅིག་ཕྱི་མདངས་ནོར་བུ་རྒྱག་རྒྱུ་མེད་ནོ་བྱ་འགུལ་དུ་བྱ་འགུལ་དུ་རྩེ་རྩེ་ཟིག་ད་ད་བར་ཡིན་གྱི་ན། དེ་ཕྱོགས་ལ་ད་འདང་རྒྱབ་དགོས་གི་ཡ། ད་འདི་མོ་ད་ཐོན་ཐོན་ད། གཞན་པ་གི་དེ་ད་དེའི་རྒྱ་གི་འཁྲབ་སྟོན་པ་མང་ཡོད་ཀ་ད་ཆོས་གི་འཁྲབ་ཁོ་ནས་ན། གཅིག་གི་དགོན་ནོག་གི། ནང་ན། དགོས་ཅི་བཟང་གྱི་དེ་ད་ལི་ཧ་ར་སོང་འདང་ཟིག་རྒྱབ་ན། ཡང་ཚོ་ར་ཅན་པ་དེ་ན་རེ་ཨ་ངོ་མ་ཡ་མཚན་འདི་འདོར་སྐྱུག་གོ། རེ་ད་ར་ད་རང་གི་རང་གི་ན་འདྲ་གི་ཡང་གཅིག་མང་ཟིན་གི་ན། རང། གནས་སྐབས་ཀྱི་ཆུ་རྒོད་ལའང་ཐང་ཅིག་ཧ་ཧ་ཧོ་ཟེར་དང་ལ་སྟེ་ན་ཆུ་རྒོད་ཀྱི་གཟུངས་མ་ཐོག་དེ་ན་ཧ་ར་སོང་ན་ཀྱི་འདང་རྒྱག་རྒྱུ་མེད་ཀ་དེའི་སྐོར་ནས་བཟུང་ཀྱི་ན་ར་ཡང་ཤི་གི་འདང་རྒྱག་དགོས་ནོ་ཟེར་བའི་འཁྲབ་གཞུང་ར་འདི་འདྲི་ན་ཡིན་ན་འདྲ་དེ་ནས་འཁྲབ་སྟོན་ཡིན་ན་ཡིན་ན་འདྲ་ད་ཡིན་ཀྱི་ལོ་ཡ་ར་ཐོན་གི་ཐོན་གི་བྱ་བྱེད་གི་རྩེད་རྒྱུག་གི་རྣམ་པ་དེ་ནས་ཅིག་བསྒྱུར་ཟེར་གི་ཟིག་ནང་དོན་འདྲ་བོ་ཡིན་གྱི་ན་སྤྱི་ཚོགས་དང་མཐུན་ནས་དེ་ལས་ནང་ཅིག་བཞག་དེ་ནས་ད་ཅིག་ཤོད་གི་ད་ཅིག་གསེར་གྱི་སྒོར་གྱི་ཟིག་ནང་བཞག་གྱི་ན་ཅིག་ཨེ་ཐེ་ཟིག་རེད་བསམ་ཁྱོད་རང་གིས་དུམ་བཟོ་གི། ཆུ་ཡིན་གྱི་ན།
བཞད་དཀར་འདི་སུ་ཡིན་ན་ར་འཁྲབ་ན་ཆོག་གི་རི་གྲི་འདི་འཁྲབ་རྒྱུ་དེར་ངོ་མ་ཙི་གེ་ཙི་དཀའ་རྒྱུ་དཀའ་གི་ཁྱོད་ཡིན་གཅིག་ཡིན་གཅིག་མི་ནས་ཅིག་ཆུང་ཆུང་ཏག་ཏག་གི་སྟེང་ནས་ཉམས་རྒྱུ་རང་གི་དེ་ར་དཀའ་མོ་ཟིག་ར་ད་ཁྱོད་ལོ་ལིང་ཡིན་ན་ལོ་ལིང་གི་སྟེང་ནས་འགུག་གི་ཆུང་ཆུང་ཡིན་ན་ཆུང་ཆུང་གི་སྟེང་ནས་འགུག་གི་ཅིག་ཡང་དར་མ་ཡིན་ན་དར་མ་གི་སྟེང་ནས་འགུག་གི་ད་ཁྱོད་ལོ་ལིང་འཁྲབ་རྒྱུ་ཟེ་གཅིག་གཟུགས་བཟོ་ཅིག་ཁྲ་བོ་ཁྲ་བོ་གཟུགས། ད་ཅིག་ཕྱི་ཟུར་སྒོ་འདིར་ངོ་བཟོ་ཅིག་སྐྱ་རིས་སྐྱ་རིས་གཟུགས། དང་ངས་ད་ཅིག་ཁ་ནང་ནས་སྐ་ཆ་སྦྲ་གཟུགས་ཀྱག་ནར་ཅིག་ཁྲ་བོ་ཁྲ་བོ་གཟུགས་དང་སྐ་ཆ་འཛིན་ན་ཁྱོད་ལོ་ལོན་དུ་མི་ཡོང་གི་མོད་དུ་ཡིན་ན་ད་ཁྱོད་ལོ་ལོན་ལོ་ལོན་འཁྲབ་ན།

དུ་མི་གནས། དབང་གིས་བློ་རྣམ་ཧྲ་བརྒྱུད་དགོས་གཟིགས་སྟངས་ལྟ་ཅིག། ཆུང་ཆུང་གི་རྣམ་འགྱུར་དུ་ཡིན་ན་ཡང་མི་འགྲིག་ནས་ཆུང་ཆུང་ཡིན་ན་ཡང་ཅིག་བློ་ལྡན་གྱི་རྣམ་པ་དུ་བསྟན་ཡོང་ན་ཡང་ཅིག་མི་འགྲིག་ནས་ད་ལྟའི་སྟེང་དུ་ནས་ཡང་དཀའ་ཁག་ཙིག་རེ་ཡོད་གི་དེ་ཡང་ཞིག་མཉམ་འཇོག་དགོས་ཀྱི་དུམ་ཟིག་རེད་ཨང་ད་བཞད་གི་རི་ཟིག་ཡིན་ན་ར་ད་རང་ཁྱོད་ཁ་ནས་ད་བཞད་གི་ར་དགའ་བཞེས་དགའ་བསྐྱངས་བསྐྱངས་ཟིག་གི་མི་ཆོག་ནོ་དུམ་ཟིག་རེད་ད་རང་ཁྱོད་ཁ་ནས་དགའ་གི་བཞེས་ལག་ནས་ལག་ལེན་མ་ཡིན་ན་དུ་ཅིག་ཡག་པོ་ཟིག་མི་འཁྱོངས་ནས་དུམ་ཟིག་རེད། ཁྱོད་ཆོས་གོས་ལག་ནས་ཡི་གོ་གི་ཟིན་ན། ད། དཀོན་མཆོག་གི་ནང་དུ་འཁྲབ་གཞུང་ཟིན་འགྲོ་གི། འཁྲབ་གཞུང་ཟིན་དུས་ད་ངས། ད་དེའི་ནང་ནས་མི་སྣ་གསུམ་གི་འཁྲབ། དེ་ནས་སྒམ་མོ་བློ་ལྡན་ཟིག་དང། སྒམ་མོ་བློ་ལྡན་དེ་བྱ་བཞི་གཉིས་ཡོད་དང་ཁ་ཤས། དེ་ནས་བྱ་བཞི། གཅིག། མ་རབས་མཐའ་ཤུལ་ཟིག། གཅིག་ཡ་རབས་ཟིག་ཡིན་གྱི་ན། ད་ཁྱོས། ཨོ། ཁོས་འདི། མ་རབས་དུ་མི་འཁྲབ། ཁོས་ཡ་རབས་འཁྲབ་རྒྱུ། ཚིག་དོན་ཁྱོད་ནང་ནས་ཟབ་ཞིག་ཡོད་སོང་ན་ཅི་ཟེར་དགོས་ད་ཅིའི་རྒྱུ་རྩལ་དུ་ལག་ལེན་མ་ཡིན་ནོ་རྟག་གཟིགས་རེད། ཁྱོད་རང་གིས་འཚབ་ནོ་ར་འཁྲབ་དགོས་རྒྱུ་རེད་མི་འཚབ་ནོ་ར་ཅི་འཁྲབ་དགོས་རྒྱུ་རེད་གལ་ཏེ་ཁྱོས་མ་ངན་ཐ་ཤི་ཚིག་འཁྲབ་བཏང་ན་ར་དེ་ཁྱོད་ཉིད་ངོ་མ་མ་རུམ་ཁྱི་དང་འཁྲབ་དགོས་ནོ་རུང་དེའི་རྐྱེན་གི་ད་ཁྱི་དང་ཧྲ་ལ་ཡི་ཡི་དཔའ་གཟིགས་འཁྱོངས་སོང་ན་དེ་ཁྱོད་རྒྱུ་རྩལ་དྲི་རང་གི་དུ་མོ་གཟིགས་སམ་གི་རེད།
རེད་ད་ཁྱོད་དབྱིན་ཇི་ན་ཆེ་རེད་ཀིར་ཀི་འཁྲབ་གཞུང་དུ་ཁྱོད་རང་གིས་འགྲོ་དགོས་ཀ་རེད་རེད་དེ་ཤོག་ཁ་བལྟ་ཟིག་མི། རེད་རེད་ད་ལོའི་འཁྲབ་གཞུང་ང་རང་གི་འཁྲབ་གཞུང་སྒྲིག་སྟངས་ཟེར་དགོས་ནི་རེད་འདི་དབྱིན་ཇི་ན་སྤྱི་གི་ད་འཁྲབ་གཞུང་ཟིག་ཡིན་ན་ད་བརྗོད་གཞི་ཟིག་གཏན་འཁེལ་དགོས་ཀི་རེད་བརྗོད་གཞི་ཟིག་གཞི་བཞག་གི་སྟེང་ནས་ད་དཔོན་ཆུང་ཡི་གྲངས་ཐིག་ཟིག་འཐེན་ནི་རེད་ད་གྲངས་ཐིག་གཅིག་འཐེན་དགོས་ན་གཉིས་འཐེན་དགོས་ནི་ཡོད་ཀ་རང་གིས་འདྲ་ཟིག་ན་ཐིག་གཅིག་འཐེན་ནི་རེད་མོ་ཐིག་གཅིག་གི་ལ་ཁ་ནས་ད་ད་སྐ་ཆ་ར་དི་མང་ད་དེ་ཡལ་ག་འདྲ་འགྲོ་དགོས་ཀི་རྒྱུ་ཡིན་ནི་རེད། དེ་གིས་བཏང་ན་ད་དེ་ཡིས་གཞིར་བཞག་གི་སྟེང་ནས་ད་ཀིར་གི་མི་སྣ་གཏན་འཁེལ་དགོས་ཀི་མོ། ད་མི་སྣ་འདྲ་མི་སྣ་གཏན་འཁེལ་ཡིན་ནོ་འདི་ཡིན་ན་མི་སྣ་འདི་ད་དཔོན་ཚོགས་ཡིན་ན་ང་འཁྲབ་གཞུང་དེ་ཞབས་ཕྱི་སྒྲུབ་ནོ་གི་རྣམ་པ་དུམ་བཟོར་མོ། ད་གཟོད་མི་སྣ་དེ་ཅི་ཅིག་འབྱུང་སོང་ལ་ད་ད་ཀི་འཁྲབ་སྟོན་གི་ད་ཀི་འཁྲབ་གཞི་ད་ཀི་འཁྲབ་སྟོན་གི་བརྗོད་གཞི་དེ་ད་ད་འབུར་དུ་ཐོན་པ་ཟིག་ཀློག་འཇོག་ག་དེའི་སྟེང་ནས་ད་ད་ད་ཀི་མི་སྣ་འདེམས་དགོས་ག་མི་སྣ་དེ་ཡིན་ན་ཡང་དེའི་ནང་གི་འཁྲབ་ཚིག་དེ་མི་སྣ་ཀིར་གི་རང་གཤིས་དང་མཐུན་ནས་ད་དེའི། དེ་ལྟ་ལས་བརྒྱད་བསྡད་དེ་ན་ད་ད་གཟོད་བདག་ལྟ་ཅི་ཤོག་མོ་གཟུགས་ལས་ཡོང་དོར་སྐྱུག་གི་རང་གི་གཏུམ་མོ་གཟུགས་དེ་མི་ཚིག་གི་རང་གི་ཅི་ཉམས་མྱོང་གི་སྟོང་ཟེར་དགུ་ནི་རེ་ཚིག་གི་ཟེར་གི་སྟོང་ནི་ར་ཡང་དེ་དུས་དུས་ཀྱི་དེ་གཞན་པ་གི་ད་ཁར་གི་རང་ཤེས་དེ་མཐུན་ནས་བདག་ལས་འཁྲབ་ཚིག་དུ་བྲིས་ན་ཤེས་གི་ཅིག་འཁྱོངས་ནས་ཚིག་གི་ཟིག་ཅིག་ཡག་ནི་གཏུམ་མོ་གཟུགས་རེ་འཁྲབ་གཞུང་དུ་གཏུམ་མོ་གཟུགས་རེ་ཨེ་འཁྲབ་ར་ཡང་རང་གི་འདྲ་སྐུ་ནོར་གོ་རིམ་སྟོང་ནི་ར་ཡང་ཅིག་ཡང་དེ་མང་བརྒྱུད་སྐྱོག་གི་ད་ང་འདྲ་ཟིག་ན་ད་ཁར་གི་ད་མང་ཟིག་གི་ད་ཁར་གི་ཡིག་ཐོག་ཧ་མྱོག་ནོར་ཟིག་ང་འདྲ་དུ་མ་རུ་མོ།

དེ་དང་ད་ད་ད་ད་ར། དེའི་འཕྲོ་ད་རང་གི་ཅིག་ཡང་ཧྲ་གི་འདོད་ད་ཚོ་ད་ཡིག་ཐོག་ཧབ་དང་ད་ཁྲབ་ན་རེ། ཁྲབ་ན་ར་ཡང་ཐང་གཅིག་ཡ་ཁྲབ་དང་ད་ཆོག་གོ་འདོད་ཆུ་དུམ་བཟོ་མ་རེ་ཡ་ཐང་འདི་ཡོག་གི་ཡང་ཁྲབ་ཡང་ཁྲབ་དེ་ནས་ག་རྟགས་གཞན་པ་ནི་མི་འདྲ་ས་ནས་ཁྲབ་དེ་ན་ཡང་དུ་ཁྲབ་བྱུང་དུ་ཅེ་ག་འགྱོ་འགྱོ་གི་དེ་མི་ཚིག་གི་དེ་ནང་ནས་ཨང་ད་འདི་རང་ཨ་ཏི་ད་ན་ཉི་སིན་གྱི་ཚིག་ར་འོ་འདི་ཁྲབ་ཚིག་འདི་ལེན་དགོ་གི་འདོད་ཀྱི།

དུ་མུ་ཟི་རི་རང་གི་ཚོར་བ་གཟིགས། ད་ཆོས་ཡིན་གྱིས་ན་ད་བར་དུ། རས་གུར་གྱི་འཁྲབ་གཞུང་ཆུ་མུ་ཟི་བྲིས་དང།
རང་གི་བྲིས་ནི་ཟེར་ད་འཁྲབ་གཞུང་ད་གསར་བ་གསར་རྐྱང་རང་གི་ངའི་ཐད་ནས་བྲིས་ནི་ཟིག་གོ་ནི་རེད་དུ་མུ་ཟི་ད་འཁྲབ་གཞུང་ཟིག་ཆུ་ཁ་ཟིག་གི་རེད་རང་གི་ཐང་ནས་བྲིས་ནི་ཟིག་གི་ད་དང་མ་སྣང་ཤེས་གི་ཟིག་ཅིག་བྲིས་ནི་རི་མོ་སྣང་ཤེས་གི་ད་མགོ་མ་མགོ་ངས་ར་ད་ཡང་ལ་ངོ་ཆོས་གི་ད་གི་ལྷོམ་གྲང་ནས་དང་མ་དགེ་རྒན་ཟིག་གི་འཁྲབ་གཞུང་ཟིག་རི་མོ་དགེ་རྒན་ཚེ་བཤིག་ཡ། གུར་གྱི་གྲབས་གཞུང་གཟིགས་སྒྲིག་དེ་རྗེས་མ་དེ་དུ་བསྐོ་བཏང་ཡ་བསྐོ་བཏང་ངས་རབ་ཏུ་ཅིག་བལྟ་མྱོང་བ་གྲབས་གཞུང་དེ་རྗེས་མ་དེ་ངོ་ཆུ་ལྷོབ་ཆུ་ནང་ནས་ཅིག་རྩིས་དགོས་དོན་དུ་ཁིར་ཚང་གི་དུ་བལྟ་ར་མི་ཡོང་གི་ར་མི་ཡོང་གི་ར་ཡང་ནང་ཕྱི་ཡི་གེ་གི་ཁ་བྱང་དུ་ཟ་ལང་བཏང་ཟེར་གོ་ནི་རེད་དེ་ལ་ཡང་ང་རང་གི་འདང་རྒྱག་ཤོག་གི་ཟེར་ཅག་གི་བཏང་ནས་དུག་དལ་ལས་གྲབས་གཞུང་སྒྲིག་དེ་ཁག་སྟོང་ཉེ་གསུམ་པ་ཟིག་སྒྲིག་ཡ་མོ་དེ་ནས་ར་བཟའི་རང་གཏམ་ཟིག་ཅིག་སྒྲིག་ཡ་དེ་ནས་ལྷོ་བ་རྔམ་པའི་སྤྱོད་པ་ཟིག་དེ་ནས་ག། བརྩེ་བའི་རིན་ཐང་ཟེར། ཁ་པར་ཉོ་བ་ཟེར། ད་ད་ནི་ད་ནང་ཞིག་གི་ཨ་ལོ་ད་གི་ལྷོ་སོང་སྒམ་པོ་འདི་ཁག་སྟོང་གཉིས་བ་ད་དེ་གི་ད་ལི་ད་ད་འོང་སིམ་པ་ད་དེ་གི་དུ་མི་སི་ཀི་འདང་ཞིག་སར་བ་ཟེར་ཡང་གི་འཚོ་བ་སར་བའི་རྨི་ལམ་ཟེར་ནི་སི་ཀི་ད་ཡིན་གྱི་ན་ང་ཆུ་ཕ་ཡིན་ནི་འཁྲབ་སྟོན་ཡིན་ནི་མོ་དེ་གི་ད་ལི་ད་དུ་མོ་སི་ཀི་ག་རེ་ཟིག་འགྲིག་ད་ཡ་རང་གི་འཁྲབ་གཞོང་འགྲིག་ནི་ཟ་དུ་མོ་སི་རེད། རེད་འཁྲབ་གཞོང་འདི་ཆུ་ནང་ནི་ཁྱོད་རང་གི་ཆུའི་དགའ་ནོར་གང་རེད།
དྲ་གཞུང་གི་ཐོག་ནས་ཆེས་དགའ་ནོ་ང་རྩེ་ཡོ་རིན་ཐང་སུ་གུན་ཏེ་རྩེ་ཡོ་རིན་ཐང་ཏེ་དེ་ང་ཆུ་སློབ་གྲྭ་གི་དགེ་རྒན་དང་མ་དགེ་རྒན་ཚེ་བཀྲ་བཟང་གི་རྒྱུན་དུ་སློབ་གྲོགས་བ་རེད་ན་འདྲ་གང་ལྟར་ཁྱུང་གི་རྩེ་བ་འདི་དགོས་སུ་དེ་ཕྱོགས་ནས་ལྷག་བསམ་དགོས་སུ་དེ་ཕྱོགས་ནས་མང་སོང་བ་དེ་གཞིར་བཞག་གི་སྟངས་ནས་ངའི་གཏི་མུག་ལ་དྲིས་ནས་མོ་དེ་དྲིས་ད་གཟོད་དེ་སློབ་གྲྭ་གི་སྐབས་རེད་ང་ཆུ་སློབ་གྲྭ་གི་དེའི་ནང་ནས་གྲབས་ནི་རེད་དྲ་ཤག་གི་དེའི་སྐབས་རེད་དགའ་བསུ་རེད་ཐོབ་ད་ར་ངར་སྐད་ར།

ད་འདི། གཅིག་ནི་ཤ་ཞིམ་གྱི་ཐུབ་ཀི། གཉིས་ནི། ད་འདི་སྐབས་ཐོག་དེ་ན་ཡི་མ་ཐུག་ཟློག་གི་རེད། ན་ནང་གི་ན་ཡིམ་རེད། ན་ཡིམ་སྔོན་འགོག་བཏང་ནས་ཡང་ཕ་རོལ་བ་ཅིག་སྐུལ་མ་བཟོས་ན་ཆོག་གི་ད་རང་གི་ཉམས་མྱོང་ཡང་མང་བཟོས་ལངས་ཐ། གར་གི་འཁྲབ་གཞུང་བྲིས་བྲིས་གོ་འཁྲབ་རོགས་ཁྱོ་ཡིན་ནི། ཡིན།
ད་འདི་ང་གཉིས་ཀ་སྤྱི་ཚོགས་སྟེང་དབུ་ལུས་བསྡད་ལས་ད་འཁྲབ་རོགས་ནི་ང་ཡིན་དང་མ་སློབ་གྲྭ་གི་ནང་ནས་ད་ཁར་གི་སློབ་གྲོགས་གཞན་པ་ཅིག་ཁར་གི་འཁྲབ་རོགས་ཡོད་གི། ད་འུ་ཆོས་དབོན་མོ་རུ་ཀ་འཇི་ན་ད་ལྟག་བའི་ཐོག་བ་བཞད་གི་འདི་འཁྲབ་གི་ནོ་ཏི་ས་ཏི་འཇོག་གི་ཉུང་གི་ཨེ་ན་ཁྱི་ཁྱི་ཟིག་ཨ་འཁྲབ་འདི་གི། ངས་འདི་འཁྲབ་དོན་གི་གཙོ་བོ་འདྲ་འགྲོ་ང་འཇི་ན་བོད་མི་ཙིག་རེད་དེ་ལ་ཁ་ད་རང་བཟོ་སྤྱི་ཚོགས་སྟེང་ནས་ད་ཁྱི་གི་བྱེད་ན་ར་བྱ་བྱི་ཆུང་ཆུང་ཟིག་རེད་དྲིས་ད་ཙིག་གི་མྱི་ཚིག་འཇོག་ཨེ་ཁྱི་ཀ་ཤི་འདི་ཤི་ད་དཔོན་འཇོག་འདི་ན་འཁོར་ཡུག་སོང་སྐྱིབ་ཟིག་གི་ཐོག་ནས་ར་ཀ་ཡུལ་མི་ཉི་འགི་གོ་འདི་ཡུལ་མི་ཉི་འགི་གོ་ཟིག་དེ་ཧ་ར་སྐད་མ་ཡིན་ན། ཆིག་བཞི་གྲོང་བར་སྡེ་བསྐོར་བ་མེད་མོད་སྐུ་མཚོན་འགའ། ཐོག་དང་བཞེད་བསྐུར་སྐུ་བཏང་ནས་ཧ་ར་བཤད་བཏང་ན་རང་གི་བཤད་འདོད་གོ་ནོ་ད། ཚང་མ་བཤད་བཏང་ན་ད་བྱ་བཞི་ལོ་གསུམ་ཅན་ཟིག་གི་དབེན་ན་ད་ཁྱི་རྟ་སྒོ་ག་ད་དེ་དཀའ་ཆ་དེ་གནས་ལུགས་བཏང་ན་ཁྱི་ཉན་སྒོ་ག་ད་གི་ད། ངའི་ར་རང་འཁྲབ་གཞུང་གི་འདི་གའི་སྟེང་ནས་ཅིག་འཁྲབ་ཡོད་ཚོང་ན་ད་རྒན་པ་ཡིན་ན་ཆོག་གི་གཞོན་པ་ཡིན་ན་ཆོག་གི་དར་མ་ཡིན་ན་ཆོག་ཚང་མ་གི་ཅིག་བལྟས་ཡང་ཅིག་ནང་ནས་འཁོར་ཡུག་སྲུང་སྐྱོབ་གི་ནང་ནས་ཅིག་ལེན་དགོས་རྒྱུ་འདྲ་འདྲ་ཡོང་ན་ཡང་ཆ་བོ་ཅིག། ལྟས་ཡིན་སྙན་གྱི་བཞག་ལྟས་ཡིན་ན་དུ་སངས་ཀྱི། ཁྱོད་ཧ་མ་མཐའ་ཀི་ཁྱོད་འདི་ཡི་སོང་འཁྲབ་ན། ང་ཧ་མ་མཐའ་ཀི་ང་ཧ་མ་གི་ང་དོན་དག་ཅི་ཟིག་ལས་ན་ཕྱིས་རྒྱབ་སྐྱོར་ཡིན་དུ་མོ་ཟིག་ཡིན། ཁྱོད་ཡིན་གྱིས་ན།
མི་རྒན་འདི་ཡིན་འཁྲབ་ན། ཁྱོད་འོབས་དེ་ཀི།
ང། ད་ང་གཉིས་ཀ་ཡིན་གྱིས་ན་ད་སྐྱབས་གཅིག་སོང་གཏོང་མ་སློབ་གྲོགས་ནང་ནས་སྐྱབས་གཅིག་མ་རུ་མོ་ད་ང་ཅུག་སློབ་གྲོགས་གཞན་པར་དུ་ཡོང་ལར་ད་ནས་སྤྱི་ཚོགས་ཐོག་ཡོང་ན་ད་ང་གཉིས་སྐྱབས་ཀི་ད་བྲིས་སྐབས་དུ་ཟེར་ད། ད་གི་ངའི་འཚོ་སོང་སྐམ་པོ་ཁག་གཏོང་ག་རེ་མོ་ད་གི་ནང་ནས་འཁྲབ་རོགས་ཟེར་ད།

ད་ལྟའི་རྒྱུ་མཚན་ཁྲོད་ནས་གོ་ན་ངས་གཅིག་གྲབས་གཞུང་གོ་ད་ངས་གཅིག་འགྲིག་མཁན་ཡོད་གོ་རེད་དེ་ན་ངས་འགྲིག་གཏན་འཁེལ་འགྲོ་གི་གཞོག་ན་དྲི་ར་ཡང་ཡིན་ཡིན་ན་ར་དེ་དུ་འགྲིག་ནི་ངས་ཡོག་ནི་མ་ར་མོ་ང་གཉིས་སྐྱབས་ཀྱི་རྩ་བདུད་རེད་དེ་ད་ངས་འདི་མོ་ཟུ་འཁྲབ་དང་ཨ་རོ་ཁྱོད་ཁ་ཆུ་དེ་ར་ཁྱི་འདི་མོ་ཟུ་རྩིས་དགོས་གི་ཟིག་ཐུ་ན་ད་མི་རྒན་གྱི་ན་ར་འདིའི་འཁྲབ་ཚུལ་འདི་འདི་མོ་ཟུ་མ་ར་གོ་ངས་འདི་འདི་ཚིག་འདི་མོ་ཟུ་གི་ཤ་ན་མི་འདུག་གི་ཟིག་ན་དེ་ན་ཁྱི་ཁྱི་གི་ཤ་ཁྱི་ཨ་ནི་ཁྱི་སྟག་པས་ཁྱོད་དུ་ཡག་གི་ཡ་ད་དེ་ན་ད་འགྲིག་གི་འདུག་གི་ཟིག་ད་ང་གཉིས་དེ་གའི་བཞག་ནས་ད་ཅིག་རྩ་བདེ་རེད་ཟེར་དགོས་ན་རེད་དེ་མིན་ན་ཡང་ང་རང་གིས་ཀྱང་རྐྱང་གི་བཏང་ནས་དེ་གའི་ནང་མི་འདི་མི་འགྲིག་ས་རེད་འོ་ཁྱོད་ཀྱང་ང་གཉིས་ཀྱི་རྩ་བདེ་རེད་དེ་ན་ག་རེ་ཨ་མྱེས་ཅིག་ད་འོ་ད་འགྲིག་གི་འོ་ཁྱོས་ཁྱོས་བཞག་ནོ་འདི་འོ་ད་འདི་ནུབ་མོ་ཟིག་རེད་ཡ་འདི་ད་འོ་བདེ་གི་འགྲིག་གི་ད་གུ་དེ་ན་ད་ཨ་མྱེས་ཁྱོད་ཚོ་འཇོག་དེ་ནས་ཡང་ད་དེར་ང་ཡིན་གྱི་ན་རེ་དེར་ཨ་ར་ཁྱོ་ཤོག་ཨ་ང་ཅིག་བལྟས་ཨ་ངའི་འཁྲབ་སྟོན་ཟིག་ཡིན་འདི་ནས་ཁྱོད་ཚོ་ཁྱོ་ང་གཉིས་ཚིག་ག་ཟིག་ཡིན་ཅིག་ཅིག་བལྟས་དོ་དེ་གི་ན་ད་ག་ནས་བལྟས་དེ་ལ།

ཆིང་ཁྲ་བཞུང་རི་བོ་ཀྲི་ཆེ་ལི་གི་དགེ་རྒན་རྩ་འམ་ཉོ། རེད་རེད་རེད་ད་ཆེ་ལི་གི་དགེ་རྒན་རྩིས་ན་རེད་ད་ངར་གི་གཞུང་གི་ཁྲ་བསྟུན་ཡིག་སྐུར་བྲིས་གི་གཞུང་གོ་རིམ་དུ་ཡིག་སྐུར་བྲིས་གི་ཐོག་དང་ད་གཞུང་གི་ལམ་དེ་སོག་རྫོང་ནས་སྤེལ་ནོར་མོ་སོག་རྫོང་གི་བཟོ་རིག་སློབ་གྲྭ་ནས་ང་ཆོ་དེ་ཀ་བར་དེ་ད་ང་ད་དགའ་བསུ་འདྲ་བོ་བརྩི་གི་ཟིག་ཐོ་ཡིག་སློབ་མ་གི་ཀ་བར་བརྩི་དགོས་ན་རེད་དེ་ད་ཡང་ད་འདི་བརྩི་དགོས་གི་ཟིག་དེ་ཀ་བར་དུ་ན་སོག་རྫོང་ན་སྤྱི་ཚོགས་སྟོང་ན་ཤི་གི་མྱང་ཅང་ཟིག་ག་རྒན་སོག་ཀྲི་ཧེ་རུ་ཡོད་གི་མོ་དེ་ནས་ད་ཆེད་དུ་དགེ་རྒན་སོག་ཀྲི་ཧེ་རུ་བོ་བརྩི་སོང་ཡིན་ད་དེ་གི་ང་ན་ཟུག་ངེས་རེད་ད་འོ་གི།

ཉི་མ་དང་རྩྭའི་རྡུལ་ལས་ཁ་བརྡ་གཟིགས་ན་ཆོག་ཏུ་ཟེར་བ་དང་དེ་སྔོན་མ་ཁར་གྱི་ཤིབ་བཟང་ཟེར་བའི་ཤོག་ཤིག་ག་བཟང་བ་དུམ་བཟོ་རྒྱུ་དེ་ཅོག་འདིར་བསྲེག་གམ་དེ་ནས་ད་ཤེལ་གྱི་ག་དེ་དེ་རྒྱུས་མ་ཟེར་ད་ངེད་གྱི་ད་ཅག་གང་ཟིག་དང་གང་གི་ཁ་བརྡ་ཟིག་དེ་ལ་ད་ངེད་ཤེལ་གྱི་ཁར་གྱི་ཡ་གི་བསམ་བློ་ཅི་རིགས་ཟིག་གོ་ན་རེ་དེ་ནས་ལི་ད་ཁར་གྱི་སྒེར་གྱི་ན་དེ་ནས་ད་ག་སྟག་ར་དེ་སྟངས་ནས་ན་འདྲ་དེ་ནས་ཅིག་འཁྲབ་སྟོན་ཡིད་སུ་ཡི་ན་འདྲ་ཚང་མ་ད་དེ་གི་ང་སློབ་སྟོན་གནང་ན་རེ་ད་ཅི་འདི་གའི་ཁྲོབ་ར་ཧྲ་ན་རེ་ད་ག་སྟག་ཟིག་གཏོང་ན་རེ་ཉམས་འདི་ཁུ་ར་ད་འདི་གི་ད་བ་ན་རེ་དེ་དེ་གི་དེ་ལ་ང་སློབ་སྟོན་གནང་ན་རེ། རེད་འཁྲབ་སྟོན་ཡོད་ཀྱོ་སྒེར་གྱི་སྟོན་ཨེ་མྱོང། འཁྲབ་སྟོན་ཡིག་སྐུར་གྱི། འཁྲབ་སྟོན་ཡིག་སྐུར་གྱི་དེ། རང་གི་འཁྲབ་སྟོན་ཡིག་སྐྱུར་དེ་ཨོ་ལེ། འཁྲབ་སྟོན་ཡིག་སྐྱུར་དེ་ཁ་རས་སུ་དགེ་རྒན་སྟོན་མ་མྱོང་ཟེར་ད་དགེ་རྒན་སོ་ཁྲི་ཁེར་བའི་ན་ངག་ཐོག་ནས་ཨ་རོ་ཁྱོད་གཞིགས་ནས་སོང་བ་འཁྲབ་སྟོན་ཡིན་ན་ཁྱི་འདི་ཤིག་འཁྲབ་གྲོགས་ཧྲ་གི་རེད་ཀ་གི་གྲོགས་ར་ཧྲ་གི་རེད་ཟེར་ནོ་མ་གཏོགས་ངས་སྲིད་སྐྱོང་འདི་གི་འཁྲུབ་ཀ་གི་འཁྲུབ་ཚེ་ང་ལྟར་ཨ་གི་མ་མྱོང་ཟེར་ད་སྤྱིར་བཏང་གི་རང་གི་རྩེད་དགོད་ད་ཚོད་ད། སྤྱིར་བཏང་གི་མཱ་ཀ་ཙོ་ང་འདྲ་ཟེར་ན་དེ་ག་ཧ་གི་ན་ལྟ་གི་ངོ་སྟེ་ན་ད་ཤི་གི་ལྟ་རྒྱུ་ག་གི་ངོ་སྟེ་ན་དེ་རང་གི་ཚིག་ག་དེ་ནི་ཡ་ཚིག་ག་དེ་ཅིག་ཡོང་གི་གི་དེ་དང་ཤི་ཅིག་རང་གི་རང་གི་ཟུག་གི་ཅུང་གི་དང་ད་ཅིག་ཅིག་ཁུག་ག་འདོད་ཅིག་དུ་མ་ཤི་གི་དེ་ན་ཟུག་ཚིག་གི་ཚིག་ཁིར་གི་ད་ཆུ་ཟུག་འདོད་ཅིག་ད་ཅིག་གླེན་པ་གི་རིག་ཏུ་རེད་འདོད་ཅིག་གོ་རེད་དྲ་རང་གི་རང་གི་དེ་གི་ངོ་སྟེ་ན་དེ་ཅིག་ཚིག་ག་ནོར་ཡོང་གི་ག་པོ་ཟུག་ཡོང་གི་གི་དེ་ན།

ང་གཉིས་ཀ་ཆེས་དཀའ་ཁག་བཟུང་ན་དེ་རེད་ད་འདི་སྒྲིག་སྟངས་ད་ང་གཉིས་ཀ་འཁྲབ་སྟོན་ཡིན་ཁུལ་མེད་ཀི་རེད་ད། ཁུར་དགུ་ག་ནས་འཁྲབ་ཡིན་ང་འདི་ནས་ཅིག་ལྟ་ཁ་ཡིན་ང་གཅིག་འཁྲབ་ཡིན་ཁུར་དགུ་ཅིག་ལྟ་ཁ་ཡིན་དེ་གི་ད་ལུ་གིས་མགྱོགས་ནུ་མི་ནས་སྤྱིར་བཏང་གི་འཁྲབ་གཞུང་ར་འདི་སྟངས་ནས་ང་གཉིས་ཀ་ངར་བོ་འདི་ཅིག་རེད། ཅིག་ཁིག་ལངས་སྟངས་རེད་རེད་རེད་ད་ཕ་ཅིར་འཛུལ་སྟངས་ཡིན་ནུ་ར་ཁུར་དགེ་རེད་རེད་མིན་ན་ཅིག་ད་ཤུ་བྱ་ནུ་དི་ཡིན་ནི་རེད་ངོ་སྟོན་ང་ལྟོས་ད་ལས། ཉམས་བཏོད་ནས་འགྲིག་མི་འགྲིག་ལྟ་དགོས་ཀི་ཟེར་དགོས་ག་ད་འཁྲབ་སྟོན་པ་མང་སུ་སུ་གི་ལུམ་བཏབ་རྗེས་བཅོས་རྒྱག་གོ་ནི་རེད་ཧུམ། རེད་ད་ཁྱི་ཤི་སོང་ནི་ན་ཨ་ཅི་གི་ལ་མོ་ཡིན་ནི་ན་རེད་ལ་གང་ལྟར་ཀྱང་འཁྲབ་ལུང་ཡོག་པ་ཟིག་རེད་རེད་ཐོག་མར་འཁྲབ་སྟོན་ཡོད་ཀྱི་ཁྱི་གཉི་གི་ད་ཀྱི་མཚན་འདུམ་འདྲ་མ་ཟིག་ཀི་ལོག་གི་འདུག་ག་ཁྱི་གཉི་ག་ར་ཨེ་ན་ཟ་ད་གཉི་ག་རེད་རེད། རེད་རེད། ཨ་མྱེ་གི་རིགས་གཅིག་གི་འཁྲབ་སའི་ཇོ་བོ་བསམ་ཚེ་འདི་ཐོག་མར་སི་ཀྲ་ནི་རེད། དེ་ཐོག་མར་ང་རེད། ངས་ཏན་ཏོ་ད་ཡ། སྤྱི་ཚོགས་དང་ཡང་ད་དར་ཡ། ད་གྲོགས་མོ་ཤ་ན་ཤོང་འཁྲབ་རོགས་ཟིག་ཨ། བུ་མི་ཙིག་ཙག་གྱི་སི་ན་ར་ཤི་གི་དཀོན་པོ་ཟིག་རེད་ཡ། དེ་སྟང་ནས་ཤི་གི་དཀོན་གི་དེ་ཨ་ཡོ། རྒྱུན་དུ་མི་དགའི་ར་ཡང་ཆུང་རེད་དེ། དགའ་གི་རེད་ད་ད་འཁྲབ་མྱོང་ཟིག་རེད། དེ་སྟང་ནས་གྱི་ན་ད་འདི་འདོད་ཟིག་ཨ། ད་ངས་འཁྲབ་གཞུང་དུ།

ད་སྔ་ཁྱི་ན་དའི་སྒྱུར་རྩིས་ཀྱི་གོམ་པ་དང་པོ་དུ་སྤོ་དགོས་དུས་ཉིས་སྟོང་གཅིག་གསུམ་གྱི་ལོ་རུ་མོ། ཉིས་སྟོང་གཅིག་གསུམ་གྱི་ལོ་དེ་ངི་ཆོ་ཕ་ཡིན་ན་ཨ་ལགས་ཁོ་ཚེ་བཟང་གི་སློབ་མ་བསྡད་ཡོད་སྐབས་དོག་དེ་ང་ཁིར་ཙང་གི་སློབ་མ་ཡིན་སྐབས་གཟིག་ཁིར་ཙང་གི་འཁྲབ་གཞུང་གཟིག་བརྩམས་ཡོད་ངེས། འདི་ཁྱི་ཆོས་ཉིན་གྱི་བཞི་གི་འཁྲབ་དགོས་གི་ང་ཁྱོད་དེའི་ནང་གི་རྩོལ་འཁྲུབ་བྱེད་དོ་ལ་ད་ཁྱི་ཆེའི་འཁྲབ་གཞུང་དུ་ཡོག་པ་ཟིག་བསྒྲིགས། གཡོག་པ་ཟིག་སྒྲིག་གཡོག་པ་ཟིག་མཆོང་གི་ཞིག། ཁོང་དགོན་དུ་སྒྲིག་དུ་འདྲ་འགྲོ། ད་སྐབས་འབྲོག་ཁ་ནས་བོད་ཀྱི་སྲོལ་རྒྱུན་མང་པོ་ཟིག་ཉམས་མི་འགྱུར་གི་ཁོས་མ་ཉམས་གོང་འཕེལ་ལ་གཏོང་རྒྱུ་ཆེ་ལ་འདི་མོ་ཟིག་སྒྲིག་ཡོད་འདི་ཁྱི་ཆུ་ད་གཡོག་པ་ཟིག་འཁྲབ་དགོས་གི་དི་གསུང་གི་སྐབས་ཐོག་དེབ་གྲོགས་མོ་ཤ་ལས་སོང་ན་ཤ་བཞུགས་བསམ་བློ་རེད་འོ་ཡ་ཡ་ཡ་ཟེར་སྟངས་ཟིག་དི་ཅིག་འགྲིག་མི་འགྲིག་ར་ཅིག་གཡོག་པ་ཟིག་མཆོང་མ་མཆོང་གཏན་ནས་ཁ་ཡ་མ་ཡི་ཟིག་ད་རང་ཤ་བཞུགས་སེམས་ཁམས་ཀྱི་ཟུར་གོ་ག་རང་ཨོ་ཡ་ཡ་ཟི་དང་ཟིག། རྗེས་མ་ང་ཁྱེད་དང་འཁྲབ་དགོས་གི། ངི། ང་ཁྱོད་དེའི་ནང་གི་གསོན་འཁྲབ་ཤེས་ཟིག་གི་ད། དེའི་ནང་ནི། ཞི་མོ་སི་ན་གཉིས་ཡོད་གཅིག་གོ་ཞི་མོ་མ་རབ་ཐ་ཤི་ཚིག་འཁྲབ་དགོས་གི་མོ། ད་ང་ཁྱོད་དེའི་ནང་གི་གསོན་འཁྲབ་ཤེས་ཟིག་ང་གསོན་འཁྲབ་བཞག་བཞག་འདུག་ད་ངས་ངའི་རྩིབ་གི་ཞི་མོ་དུ། ཁྱི། མ་རབ་ཐ་ཤི་ལ་གོ་འཁྲབ་གོ་ངས་ཨེར་ཐེ་བོ་འཁྲབ་རྒྱུ་དེ་ངས་ཟེར་མི་ཐུབ་གི། དེ་ནས་ད་ཁྱོད་ངའི་ནུ་མོ་རེད་ཁྱེད་ཀྱིས་དཔའ་གཟིགས་འཁྲུབ། ད་གི་ཉིན་ཡིན་ན་ར་ཤི་ཀ་འཇམ་པོ་ཅན་གོ། བུ་མོ་ལ་བཟི་ང་ཅན་གོ་དུ་འཁྲུབ་དེ་ཕྱིར་ད་ང་རྣམ་པའོ་འཁྲབ་དུ་ཟེར་དང་ཟེར། དེ་ནས་ངའི་རྣམ་པའོ་གཅིག་འཁྲབ་ཁ་ཡི་དུག་ཡི་དེ་ནས་རྗེས་མ་ང་ཆེ་ད་ཅིག་དཀའ་རྟགས་ཟིག་འདྲ་མ་ཟིག་ཡོད་ནི་རི་མོ་དུས་རྟོག་བ་ལས་གཅིག་འཁྲབ་བར་ད་ཨ་ལགས་ཁིར་བཟང་གཙོ་བོ་ཡི་ད་ང་ཚོ་སློབ་མ་ཆོག་ཡིན་ན་ཆོག། དེ་ནས་ཁིར་བཟང་གི་སྐུ་མགྲོན་ཡིན་ན་ཆོག་ད་ཚང་མ་གཅིག་བལྟས་དལ་ད་ཧྲ་གི་ཨོ་ཡག་གི་འགྲིག་གི།

གཅིག་ནས་ཀ་རྟགས་རི་ཆེན་ནར་ཨ་མདོ་བརྙན་འཕྲིན་གྱི་ཀ་རྟགས་རྟགས་བུ་རེད་དྲན། ད་ལྟའི་སྟེང་ནས་ཁ་བཟོ་མཆིག་ཨེ་འགྱོ། ད་ལྟའི་སྟེང་ནས་ཅིག་གཉིས་ཀ་བཟོ་བསྟན་ཨེ་འགྱོ་ཤིག་དབྱངས་ཚན་གཅིག་དེ་ལྟར་རལ། དུན་དང་གཉིས་ཀ་ད་སྦྱོང་བསྡུ་བྲལ་དུ་ཡིན་ད་རྗེས་མ། མཚོ་སྲུང་སྒམ་པོ་ཁག་དང་པོར་ཞུགས་ལག་འགྲུབ་ཡ་མཚན་བྱུང་སྟེ། ད་ལྟག་བོད་གང་གི་མཐོ་བ་བོད་ན་ར་སྤྱི་སྟངས་གཉེར་ཀ་འཚབ་གི་རེད། རེད་ལ། དེ་ཡང་ནང་ཀ་ཆུ་མི་འཚུབ་ཀ། རེད། ཆུ་རང་ལུམ་དུ་གང་ནས་ཡོང་གི། ངའི་རང་ལུམ་དུ་ད་དང་མ་མཚོ་སྲུང་སྒམ་པོ་ཁག་དང་པོ་ཡིན་གྱི་ན་ངའི་ཞུགས་དཀའ་ཁག་ར་དཀའ་སྡུག་མང་པོ་མྱོང་ནི་རེད། ད་ང་གཉིས་ཀའི་སྐབས་ཐོག་དེ་ང་གཉིས་ཀ་ངི་ཆོ་ཕ་ཡི་རྐང་ཚ་ན་རྒྱ་ཁོག་ས་ས་ཟིག་གི་ནང་ན་ལིས་ཀ་ལིས་དང་མོ་སྐབས་ཐོག་དེ་འབྲུ་བ་ར་ཚི་གི་ཟིག་མང་གི་དགོང་མོ་ཕྱི་དྲོ་ས་ནས་ལི་ད་དགོང་མོ་ཅི་ཅི་ཅིག་ཅིག་ཅིག་ཉིས་ཐིག་གི་འབྲུ་བ་མི་འགྱོ་གི་དེ་ནས་འབྲུ་བ་དི་སོང་དི་མོ་དི་བཏང་ན་ད་ང་གཉིས་ཀའི་དེའི་ཧུའུ་རིག་པ་བདག་ཟིག་གི་བཏང་ད་ཡང་ང་གཉིས་ཀ་བཞད་གད་དུ་སྦྱང་དགོས་ག། བཞད་གད་དུ་སྦྱང་ནི་རེད་ད་དུ་མ་སྦྱང་ཨ་དེ་ཨ་མདོ་བརྙན་འཕྲིན་གི་གར་སྟེགས་སྟེང་འགྱོ་གི་ནི་རེད་ཁ་འདི་དང་སྣ་མི་འགྲིག་གི་མོ། དེ་འདའ་ངན་ཡག་ཤོས་ཀྱི་རྣམ་གོང་རི་གོང་ཨ་སྦྱང་ནི་རེད་ངན་ཡག་སྦྱང་ངི་ཚ་དྲི་ཚ་ཚོ་དུས་ཚོད་གཉིས་ཧ་གྱར་སི་མ་གཅིག་མི་ཐོན་དུ་མོ་ཡིན་དེའི་རྒྱུན་དུ་དུ་མོ་ཡིན་ཧ་གྱར་ངན་ཡག་རྫ་བ་གཉིས་གཟིགས་དུ་གི་སྦྱང་དང་དེ་གི་དཀའ་སྤྱད་སྡིག་རིག་ངང་ནས་སྦྱང་སྦྱང་སྦྱང་དང་ན་ད་ད་གྲོང་མོ་བྱས་ན་ད་གར་སྟེགས་ཆེ་ཟིག་གི་སྟེང་ཡོང་ན་རི་ད་མི་འཚུབ་གི་ད་རང་གི་དེའི་རྒྱུན་དུ་ད།

ཉག་བརྡ་གཟིགས་སོགས་ཐོན་སྟངས་ནི་མི་སྣ་རེད། ཁོ་ཐག་ཉག་བརྡ་གཟིགས་དང་ཐོན་སྣང་གཅིག་ཧང་ཐང་ལྟ་བུ། ཨ་རོ། གཉིད་ཚུལ་ཟ་གི། ཨ་ཁུ་ངས་ཆག་གི་མེད་ཡ། ཨ་ཁུ་ངས་ཉལ་བཟོ་འཛིན་ནས། ཨོ་ལེ། དེང་སང་ད་མི་ཤེས་གི་མོ་ཁྱོད་སྤྱང་དགོན་འདི་རིགས་འདི་ནང་ན། ཨོ་ལེ།
ཨ་ཁུ་ཁྱོད་ར་འདི་དགོ་ཡི་ད་འདི་རིགས་འདི་ན་འདི་མི་འདི་དགོ་ནི་མི་སྣ། ཧ་ལི།
ཧ་རོ། ང་ལུག་རྫི་ཡིན། ཞོ་ར་འདི་རི་འདི་ཡོང་བའི་ཁྱིམ་གཤག་ཟིག་མཐའ་གོ་ནོ་དི་ཡིན་ཨེ། ཨ། ཨ་ཁུ་ཁྱི་ཁྱིམ་གཤག་མཐའ་གོ་ནོ་དི་རི་ཁྱི་སྒོར་མོ་མོ་ང་དེར་དགོ་རྒྱུ་ར། ཧ་ལ།
རང་གི་ནོར་རི་སོང་རྒྱུ་ར་ད་ཅི་གི་སྒོར་མོ་དེར་དགོ་ནར་དི་རི་ད་ཚར་སོང་ནར་ཡ་ད་ཚར་སོང་ནར། ཨ་ཁུ་རང་གི་ནོར་རི་དགོ་ཁོ། མཚོ་རྒན་མ་མཚོ་མོ་ཁྲི་ཧུར་རྒྱལ་མོ་ཟེར་གོ་ནི་ཡ། ཁྱེད་ད་རང་ཨ་ཁྱི་མཚོ་སྔོན་པོ་འདི་མཐོང་ན་ཚ་གི་དྲོ་ནི་ནང་ན་གཉའ་མི་ནི་མེད་ནི་ཟུག་རུ་འདོག་གོ་གི་ར་འདི་དུ་མོ་ཟུག་གི་ཚ་ནི་མ་རུ་དགོ་ཨ་རོ།

ཤོང་ཚོ་ནང་ན་ལོག་དུས་གཟིགས་ཡོད་ས་འགྱོ་ནས་ཡང་ཉབ་ད་དུ་ཆུ་དོར་རྡོག་གོ་ཁྱམས་ཁྱི་ལས་ནས་ཟེ་ཨ་ལ་མདུང་རེ་གཟིགས་འམ་དགྲ་གཟིགས་འདྲ་གཟིགས་ཁྱི་རེ་འོང་ན་ང་ལོག་དུས་གང་བཞག་ཞིག་བཏང་རེ་ད་ཚོ་ཨ་རང་ཅུག་ཤུག་ཤུག་ཤུག་ཤུག་འདེགས་ཤིག་སོང་ཨ་རང་ཅུག་ཤུག་ཤུག་ཤུག་ཤུག་འདེགས་ཅིག་ཡོང་འདི་ནས་ལང་ཨེ་ཡི་གི་ཐང་ཨང་ཅོག་ནར་ད་ད་ཚོ་ནང་ཡར་འགྱོ་ག། ཨ་ཁུ་ལོག་དེ་དུག་ཡིན་ནོར་གོ་ཞིབ་འཇུག་པ་གི་རྟགས་བཤད་ཡོད་ནོ་ལྟར་ན་ཨ་ལོག་དེ་གཅིག་གི་ཆུ་དོན་དྲུག་བརྒྱ་ལྷག་འཇོག་ནོར་ཟེ། ད་འདིར་འདི་གི་ཅིག་སོང་རི་ད་ཚོ་ད་ཚོ་ཆི་འདི་ར་ད་དུག་ཆི་འགྱུར་རྒྱུ་ཉེན་ཁ་ཡོད་ག་ད་འདུག་རིན་མ་རེད་ཡ་ད་སོང་སྐྱིབ་གཟིག་ཡིད་དྲིན་དྲི།
རི་ད་ཆི་ཉི་གི་ར་བཤད་ད། རེད་གི་འདི་ཐོག་ནས་ད་ཆི་ཉི་ག་རང་ལུང་གཟིག་ར་བཤད་ད་སྤྱི་ཚོགས་ཐོག།

ད་དགེ་རྒན་ནི་བཟོས་ན་ངོ་མ། དེའི་ཕྱོགས་ནས་ཡ་མཚན་བྱང་ཆ་བ་ནོར་དེ་ཁུག་གི། ང་དགེ་རྒན་ང་འཁྲབ་གཞུང་བཙུགས་ཤིང་འདྲེ་ངན་དུ་སེར་མྱོང་ང། དགེ་རྒན་གྱི་ཤི་ན་རབས་ཤི་ན། ཨ་འཁྲབ། ད་རུང་མ་འཁྲབ་ད་ད་ང་གཉིས་ཀྱི་རྗེས་མ་དེ་ཡང། ད་ང་གཉིས་བྲག་སྒྲིག་བཟོས་དགོས་མོ་དེའི་ནང་བཞག་ཡོད། དུ་མོ་གིས་འདི་ལ་འཁྲབ་གཞུང་སུ་བྲག་སྒྲིག་གི་ཡོད། གཞན་པ་གི་འཁྲབ་གཞུང། ངས་ཁྱེད་ལ་གསུང་བ་ར་མ་མྱོང། རེད་རེད་རེད་ད་ཕྱི་གཉིས་ཀའི་འཁྲབ་སྐུ་ཡོག་གི་རེད་དེ་རང་ནང་ཀ་མར་འཁྲབ་ད་ཡིན་ན་འཁྲབ་སྐུ་རི་ད་ཕྱི་མར་གུ་ཤའི་ནོ་མ་འཚབ་གི་སེ་གུ་ནོ་ད་ཡང་ཨོར་གི་དོན་དག་ཟིག་རེད་ར་ཁྱེད་ཀྱི་ཆི་ཟིག་ཡིན་ནས་མྱི་མང་གི་རྒྱབ་ནས་ད་རང་གི་ལྷུ་ལ་འབབ་གི་ཞིག་འདུག། རེད་རེད་རེད་ད་ད་ད་སུ་ད་ང་གཉིས་ཀའི་ན་སྐྱབས་ཀྱི་དབ་ཀ་རྒྱུན་ད་སྦྱོང་ཨའི་ཁྱོད་ནི་ད་ནི་ཤི་ཡག་གི་ད་དེ་ཕན་ཁི་ཆེ་ཟིག་འོ་གུ་མོ་ད་དེ་རྒྱུན་ད་འཁྲབ་གཞོང་ཁར་ཟིག་ཡིན་ན་ར། ཕྱིས་མྱོང་ན་ཉི་མ་ཞིག་གི་ཐོག་མ་བཞིར་ང་དང་པོ་སྦྱང་ཐུབ་ཀྱི་རེད་དོན་བཞིར་བཞག་གི་སྟེང་ནས་ད་འཕྲལ་བཙུན་པ་ཟིག་ན་ད་དེའི་ཡིད་ངེས་དེ་དོན་དང་འཁྲབ་ལ་དང་ང་འདྲ་ཟིག་ན་འཁྲབ་ལ་འགྲོ་དོ་གོ་ནི་ཟེར་གོ་ནི་འདྲ་གོ་ནི་དང་ད་ད་ཙིག་གཟིགས་མི་ཚུགས་ཀི་ད་རང་གི་ར་དགའ་པོ་ལོ་ནི་ཟིག་ན་ཨང་ད་ང་དགའ་པོ་ལོ་ལི་འདི་ཡིན་འདོད་སྐྱུག་གི་དེའི་ཚོ་ར་འདྲ་འགྲོ་དུ་ཅིག་སྟེར་གི་ཅིག་བཞག་དང་ན་ད་ཙིག་གཟིགས་མི་ཚུགས་ཀི་ད་གཞུང་གི་བྱམས་པ་ན་མྱི་ཆི་མོ་ཟིག་ཡོད་ན་ར་ཅིག

ད་གུའི་ཕྱོགས་ནས་ཤོང་གི་ད། འདི་སྐྱབས་གཅིག་ག་སོང་ནོ་ཟེར་དགོས་ན་འདི་ན་ཤི་གི་བསམ་བློར་དེ་བཟའ་བ་གཉིས་ཀ་བསམ་བློ་མཐུན་ན་འདི་ཕྱོགས་ནས་ཤི་གི་ཧྲ་ས་མང་བཟོ་གི་ད་ཤོང་གི་ར་སྒྱུ་རྩལ་ལ་དགའ་དགོས་ན་ཡོང་ན་གང་ལྟར་ད་བཟའ་བ་གཉིས་ཀ་དེ་བསམ་བློ་དེ་མ་མཐུན་ན་དེ་ཕྱོགས་ནས་དོན་དག་ཡོང་ན་ད་དུ་མོ་མང་གི་རེད་དེ་སྟེང་ནས་འདི་ན་ར་ཤོང་གི་སྐྱབས་གཅིག་ག་སོང་ན་བསམ་བློ་མཐུན་ནོ་གུ་འདི་ཕྱོགས་ནས་ཡ་མཚན་ནོ་གི་དེ་མི་ཚེ་གང་ཡ་སྐྱབས་གི་ད་ན་སྦྱོང་བརྡར་གི་སྟེང་ནས་ད། མི་ང་ལ་སྦྱོང་བརྡར་ཐུབ་ན་འདི་ལྟར་བྱུང་གིར་ཆེས་གཙོ་བོ་ཟེར་ང་རང་གི་འདང་རྒྱག་ཕྱོགས་སུ་གོ་ནས་གོ་དེ་ཤི་གི་གཙོ་བོ་ཟེར་དེ་རེད། སྐྱོན་གྱི་ཕྱོགས་ནས་ལྟ་བ་ལས་ད་སྤྱིར་གི་ང་གཉའ་འདྲ་ཟེར་འཁོར་ཡུག་གཅིག་རེད་ལ་འཁོར་ཡུག་གཅིག་ནས་འཁྲབ་སྟོན་ནས་བསྡད་ན་ད་སྤྱིར་གི་ཉག་གི་ཤེས་རྒྱུ་ཡིན་ན་འདྲ་གི་དག་གི་འཁོར་ཡུག་གི་སྟེང་ནས་ད་དག་གི་འཁྲབ་གཞུང་ཡིན་ན་འདྲ་གང་གི་གང་གི་སྟེང་ནས་ན་ད་གནས་ཚུལ་དུ་འཁུར་བ་རེད། གཞན་པ་ཟིག་ར་སྐྱབས་ཀྱི་རྩེ་གཞན་པ་ཟིག་ར་སྐྱབས་ཀྱི་སོང་ན་ད་དག་ག་གི་ཉག་གི་ཤེས་འདུག་ཡིན་ན་འདྲ་གི་དེ་ནས་འགྱིན་ན་དེའི་གཅིག་འཁོར་ཡུག་གི་ཕྱོགས་ཡིན་ན་འདྲ་གི་དེ་ཡང་རྒྱ་བསྐྱེད་ཐུབ་གི། དེ་སྟངས་ནི་ཚིག་གཟུགས་ཡོད་ཀྱི་རེད་ད་ང་གཉའ་གྱིན་སྟངས་ཡང་ཚིག་དང་ང་གཉིས་ཀྱི་འཁོར་ཡུག་ལྟར་རེད་ལ་དེ་ཡང་ང་གཉིས་ཀྱི་གཉའ་ལྟར་ཆོག་གི། གཞན་པ་རང་འགྲོ་གི་ཚེ་ན་གཞན་པ་གྱི་གཉའ་ལྟར་དེ་གཞན་པ་གྱི་གཉའ་ལྟར་དེ་གི་ཤེས་ག་དེ་མིན་ཚིག་གི་གཞན་པ་གྱི་འཁོར་ཡུག་ན་དེ་འཁོར་ཡུག་མི་འདྲ་གི་དཔོན་གསུངས་རྒྱུ་ན་རོང་བ་ཟིག་ལ་འགྲོ་གི་ཚེ་རྒྱུ་ན་རོང་བ་གི་དེའི་འཁོར་ཡུག་ཟིག་ཡོད་གི། འབྲོག་པ་ཡིན་ན་འབྲོག་པ་འཁོར་ཡུག་ཡང་དེ་ན་ཡང་སྟོད་སྨད་ཀྱི་དག་གི་ལུང་བ་གི་འཁོར་ཡུག་དེ་ར་མི་འདྲ་གི་རེད་དེ་གི་དག་ལས་ཉིན་འདེམས་རྒྱུ་ན་དེ་གི་དག་ལས་སེམས་གཅོད་རྒྱུ་ན་དེ་འདྲ་གྱི་མ་རེད་བསམ་དགོས་གོ། དེ་ཕྱོགས་ནས་ད་ལྟ་ཁྱོད་འདྲ་ལ། དུ་མོ་གཡོག་གྱི་རེད།
རེད། ཆུ་ལེན་ཚེ་འདི་ཡིན་གྱི་ན་སྟོད་ཆ་སྨད་ཆ་གཉིས་དགོས་ཡོད་ནི་རེད་ན། རེད་རེད། སྐར་མ་སུམ་ཅུ་མི་ནི་ཡོད་ནི་མ་རེད། རེད་རེད། དེ་རང་ཡིན་གྱི་ན་སྐར་མ་སུམ་ཅུ་ད་ལྟ་ཡིན་ན་ཁ་བརྡ་ལེན་ཚེ་མཚམས་འདི་ནས་འཇོག་རྒྱུ་ཡིན་ཡང། ལེན་ཚེ་བཞུགས་མོ་ཡིན་གྱི་ན་ཡང། བཞད་དཀར་ལ་དུང་བའི་སེར་ཆེན་བཟའ་ཟླ་གཉིས་ཟིག་ནོ་འདི་སྨད་ཆ་དབུས་ཆ་བལྟ་རྒྱུ་ཡིན་རེད་ལ་ཟེར། རེད། ད་ཁོ་རྣམ་པ་དེ་རང་གི་ཁ་བརྡ་ལེན་ཚེ་གཏོང་མཚམས་འདི་ནས་འཇོག། ཐང་རྗེས་མའི་ཁ་བརྡ་ལེན་ཚེ་ལ་ཟུག་པར་དགའ་བསུ་ཞུ་ད་བདེ་མོ།